ལོ་བརྒྱའི་སྔ་ཕྱི་ང་སྐྱེས་པ་ཡི་ལེའུ་དང་པོ། ཤའོལ་གྱི་འབྲིང་འགྲེལ་དང་པོ། ད་ལྟ་ང་ཚོ་ཨན་ཏི་ཡོ་ཡ་གྲོང་ཁྱེར་ལ་ཡོད་པའི་ཆོས་ཚོགས་སྐོར་ལས་རྗེས་དེ་ལྟ་གི་ཡིན། སི་ཏི་ཕེན་གྲོངས་བའི་རྗེས་སུ། དད་པ་བྱེད་མཁན་རྣམས་ལ་སྡུག་པོ་གནོད་ནས་ས་ཆ་གང་ས་ལ་ཁ་འཐོར་བ་རེད། དེ་ནས་དད་པ་བྱེད་མཁན་ཁ་ཤས་ཨན་ཏི་ཡོ་ཡ་ལ་སླེབས་ནས་དེ་ལ་ཁོ་ཚོ་ཡིས་ཡ་ཧུ་དཱ་པ་སྐྱེས་བུ་ལ་ཁྲེལ་བཟང་བྱས་པ་རེད། དད་པ་བྱེད་མཁན་ཁ་ཤས་ཡིས་དགེ་རིག་པ་རྣམས་ལ་ཡང་སྐད་ཆ་བཤད་འགོ་བཙུགས་པ་རེད། ཁོ་ཚོ་ཡིས་དེ་དག་ལ་གཙོ་བོ་ཡེ་ཤུ་མཱ་ཤི་ཀ་ཡི་སྐོར་ཁྲི་བཟུང་བཤད་པ་རེད། དཀོན་མཆོག་གི་ནུས་མཐུ་ཁོ་ཚོ་དམ་རྣམ་དུ་ཞུགས་ཡོད་པའི་རྐྱེན་གྱིས་མི་ཧ་ཅང་མང་པོས་སེམས་པ་འཇོག་ནས་གཙོ་བོ་ལ་དད་པ་བྱེད་པ་རེད། གནས་ཚུལ་དེས་ཡེ་རུ་ཤ་ལམ་གྱི་ཆོས་ཚོགས་ཀྱི་མི་རྣམས་ཀྱི་ཐོས་པ་དང་ཁོ་ཚོ་ཡིས་བཱ་ན་བཱ་ཟེར་བའི་མི་དེ་ཨན་དྲི་ཡོག་ཡ་ལ་མངགས་པ་རེད། ཁོང་ས་ཆ་དེ་ལ་སླེབས་པ་རེད། དེ་ལ་དཀོན་མཆོག་ཐུགས་རྗེ་ཡི་ཕྱག་ལས་གནང་ཡོད་པ་དེ་མཐོང་ནས་སེམས་པ་ཧ་ཅང་དགའ་བ་དང། ཁོང་གིས་མི་རྣམས་ལ་ལོ་གཅིག་ཟིན་གཅིག་གིས་གཙོ་བོ་ཡེ་ཤུ་ལ་བསྟེན་དགོས་པའི་སློབ་ཁྲིད་གནང་བ་རེད། མི་མང་པོ་ཞིག་གཙོ་བོ་ལ་དད་པ་བྱེད་པ་རེད། གང་ཡིན་ཟེར་ན་བཱ་ན་བཱ་ནི་མི་ཡག་པོ་དང་དད་པ་ཅན། དཀོན་མཆོག་གི་དམ་པའི་ཐུགས་ནི་གང་ཡོད་པའི་མི་ཞིག་ཡིན་པ་རེད། དེ་ནས་བཱ་ན་བཱ་ཤ་འོ་ཚེ་བའི་ཆེད་དུ་རྟ་སོག་གྲོང་ཁྱེར་ལ་ཕྱིན་པ་རེད། དེ་ལ་ཁོང་གཉིས་ནི་ཨན་ཏི་ཡོ་ཡཱ་གྲོང་ཁྱེར་ལ་འཁྲིད་ཡོང་བ་རེད། ལོ་གཅིག་རིང་ལ་ཁོང་གཉིས་ཀྱིས་མི་མང་པོ་ཞིག་ལ་ཆོས་བསྟན་པ་དང་ཨན་ཏི་ཡོ་ཡཱ་ལ་དད་པ་བྱེད་མཁན་རྣམས་ལ་མ་ཤུ་ཀ་བཱ་ཟེར་བ་ཐོག་མ་མིག་དེ་བཏགས་པ་རེད། དེའི་རྗེས་སུ་ལུས་བསྟན་པ་ཁ་ཤས་ཡེ་རུ་ཤ་ལམ་ནས་ཨན་ཏི་ཡོ་ཡཱ་ལ་སླེབས་པ་རེད། སྐུ་གཙུག་ནང་ནས་མིག་ལ་ཨ་དགའ་པོ་གསོལ་བ་དེ་མི་མང་རྣམས་ཀྱི་མདུན་དུ་ལངས་ནས་རང་མིན་པ་རྒྱ་ཁག་ཡོངས་ལ་མིག་ཡིད་ཆེན་པོ་ཞིག་ཡོང་གི་རེད་ཟེར་བའི་གཏམ་པའི་ཐུགས་ནི་རྗེས་ནས་ལུང་བསྟན་ཞིག་གནང་བ་རེད། མ་ཤི་ཀ་པ་རྣམས་ཀྱི་སོ་སོ་ཡི་ནད་པ་ཡོད་ཚུལ་བསྟན་ནས་ཡ་ཧུ་དཱ་ཡུལ་གྱི་དཔེ་རྣམས་ལ་རོགས་རམ་བྱེད་རྒྱུའི་སེམས་ཐག་གཅོད་པ་རེད། ཁུ་ཚུར་ཡིས་གནོད་སྦྱིན་དེས། བཱ་ན་བཱ་དང་ཤའུ་རྒྱས་ནས་ཁྱུ་ཚོགས་ཀྱིས་མགུ་བ་རྣམས་ཀྱི་རྩར་བཏང་གནང་བ་རེད།